འདི་བདེན་པ་རེད་འདི་བདེན་པ་རེད། ཆོས་ཆོས་ཟེར་བ་གི་གོ་བ་ངོ་མ་དེ་གཤིས་རྒྱུད་བཟང་པོ་བྱེད་དགོས་ཀྱི་རེད་བ། གཤིས་རྒྱུད་བཟང་པོ་བྱེད་ཡག་གི་ཆོས་དེ་དག་ཁ་བྲལ་ནས་ཆབ་སྲིད་ཕྱིན་པ་ཡིན་ན་ཨེ་ནི་འཇིག་རྟེན་ནག་པོ་ཟེར་དེ་རེད། མི་ལ་གནོད་འཚེ་བྱས་མི་ལ་བསམ་ནག་བྱས་མི་ལ་མགོ་སྐོར་དང་སོ་སོ་རང་གི་གྲུབ་ཡ་རྐྱང་རྐྱང་གང་ལ་ཕྱིན་པ་ཡིན་ན་འཇིག་རྟེན་ནག་པོ་ཟེར་དེ་རེད། ཕན་སེམས་ཀྱི་ཐོག་ནས་ད་འཇིག་རྟེན་སྐྱོང་བ་དེ་ཆབ་སྲིད་ཀྱི་ལས་ཀ་ལས་ཀའི་སྐོར་ནས་འཇིག་རྟེན་སྐྱོང་བའི་ལས་ཀ་བྱས་པ་ཡིན་ན་དེ་ཆོས་དང་མཐུན་པའི་འཇིག་རྟེན་དཀར་པོ་བྱས་ཏེ་རེད་ས་འཇིག་རྟེན་དཀར་ནག་ཁྲ་གསུམ་བཤད་ཀྱི་འདུག་བ། ས་དེ་འདྲ་ཡིན་དུས་ཆོས་སྲིད་ཟུང་འབྲེལ་བྱས་ཏེ་ཆོས་ཀྱི་སྒྲིག་འཛུགས་དང་ཆབ་སྲིད་ཀྱི་སྒྲིག་འཛུགས་མཉམ་དུ་འདྲ་འདི་འགྲིག་ཡོད་མ་རེད་དེ་ངེས་པར་དུ་ཐ་དད་དགོས་བ་རེད།

ང་ཚོ་ཤོད་སྲིད་པ་རེད་ང་ཚོས་ཤོད་ཤེས་ཀྱི་མ་རེད་བྱས་ནས་ཁོང་གི་ཁེངས་སྐྱུང་སོར་བཞི་དེ་གསུངས་སོང། ཨེ་ཞུ་གོ་ངས་སྐད་ཆ་ཞུས་དུས་ས་ནས་འདུག་ཟེར་ཞུས་ཡིན། སེམས་པ་བཟང་པོའི་ཆོས་འདི་ཆབ་སྲིད་སོགས་འགོ་བ་རེད། སྤྱི་ཚོགས་ཀྱི་ལས་ཀ་བྱེད་མཁན་མི་མང་པོའི་མགོ་ལ་ཡར་བསྡད་ནས་ཐུགས་ཀྱི་འགན་འཁྱེར་མཁན་ཚོས་ཆོས་ཀྱི་བསམ་བློ་འགོ་བ་རེད། རི་ཁྲོད་པ་ཁུ་ཁྱོག་ལ་ཡར་བསྡད་བསྡད་མཁན་ཚོ་ཆོས་ཀྱི་བསམ་བློ་མེད་ན་ཡང་ཐལ་ཆ་གི་གཟུགས་མ་རེད་མགོ་ལོག་གི་རྩིག་མ་རེད།

དེ་འདྲ་ཡིན་དུས་ངས་དེ་དགའ་འདེབས་ཕོ་བྲང་གི་ལུགས་གཉིས་ཀྱི་འགན་འཁྱེར་ཡག་དེ་ཞུ་གུ་འདོགས་ཡག་དེ་རྩ་བའི་ངའི་ལྟ་གྲུབ་རེད་ཆུང་ཆུང་སྐབས་ནས་དེ་ངས་བོད་ཀྱི་འགྲོ་སྟངས་འདི་ཡག་པོ་རང་མཐོང་མི་འདུག་གསུངས་ད་ལྟའི་དམངས་གཙོ་རང་གང་འགྲོ་ཐུབ་ན་རྒྱ་གར་རིན་པོ་ཆེ་ཟེར་ནས་ཆོས་སྲིད་ཀྱི་དབུ་ཁྲིད་ཀྱི་སྒྲིག་འཛུགས་ཆགས་དེ་ངས་དེ་ཡིན་གཅིག་མིན་གཅིག་ཐ་དད་གོ་ཡག་དེ་གལ་ཆེན་པོ་ཞིག་རྟག་ཏུ། བྱས་ཙང་བདག་ཉིད་ངས་ཐག་གཅོད་གཙང་མ་བྱས་བྱས་ད་རྒྱ་གར་མི་ཞིག་རྒན་ཡོལ་ཆ་ཚང་ག་ལ་འགྲོ་བསྡད་དེ། ད་ག་ཞིག་དེ་ཅིག། ཁ་ཐུག་ཆབ་སྲིད་དགོས་མཁོ་རེར་ངས་འཁྲབ་ཤོར་བས་འདི་ཁ་སྐད་མེད་ང་རེ་རྩ་བའི་དམ་འབྱོར་གོ་དེ་ཡིན། སྡུག་ས་རེད། ཤེས་སོང་ཨ་སྒྲིག་འཛུགས་དེ་ཁ་ཁ་བྱས། ཆོས་ཀྱི་དད་པའི་ཁ་ནས་བསམ་བློ་བཏང་བ་ཡིན་ན། རྒན་ཁྱི་ངེད་ཀྱི་མིས་ཆོས་ལ་དད་པ་ཡོད་པ་དང་ཡ་རབས་ཡོད་པ་བྱུང་དེ་ཡག་རེད།